གི་ཐུགས་རྩེ་གཉིས་བཟོད་ནས་ལྟ་བ་དོན་ཆེན་སྤོང་བའི་ཕྱིར་སྟོང་པའི་ཕྱི་ནང་བསྟན་མཛད་པའི་དགོངས་དག་དེ་ལ་ཤོང་ཚར་ལོ། ས་སྟེ་རྒྱ་སྟེ་ཡོངས་རྫོགས་ཀྱི་མངའ་བདག། གོང་ས་བླ་མའི་ནང་འདྲེན། ལྕགས་མཁས་རྒྱལ་ཡོངས་འབོར་ཐོན་འཇལ་བྱེད་ཀྱི་གཟིགས་པ་ཆེན་པོ་རུ་ཅོག་ནག་ཅིག་མཁན་ཆེན་རྡོ་རྗེ་ཁྱུང་དན་གྱིས་ལེན་པའི་མཚན་ནས་མི་སྣ་རྗེ་བཙུན་འཇོམས་པའི་ངོ་བོ་བློ་བཟང་ཞེས་བསྟན་འཛིན་རྒྱ་མཚོ་སྲིད་གསུམ་གྱི་ཚོགས་པ་མི་བོའི་གདན་དཔལ་བཟང་པོ་མཆོག་ལ་སྒོ་ཟིག་གི་ཆོ་གྲུ་མའི་སྔས་མདོག་གཏོར་བའི་ཐོག་ནས་ད་དེ་རིང་གདན་ས་ཆེན་པོ་དཔའ་སྡེ་འབྲས་དགའ་བུན་པོའི་སྡེ་ཡི་མཁན་མོ་བློ་བཟང་ཞི་བའི་གླིང་གི་རྒྱལ་བའི་གོ་སྟེགས་དང་འབྲེལ་བའི་རིས་མེད་མཁས་པའི་བགྲོ་གླེང་ལ་ཆེད་དུ་ཕེབས་པའི། ཨ་ནི་གཙོ་སྐྱོང་བ་སྒོ་མོ་སྐྱ་རྒྱལ་མཁས་བཙུན་རིན་པོ་ཆེ། རྗེ་བཙུན་བློ་གཟུགས་རྒྱ་མཚོའི་མཆོག་དང། གཞན་ཡང་ཨ་ནི་སྐུ་སྐྱ་རྣོ་རྒྱ་གྲྭ་ཚོགས་ཀྱི་སྐྱ་རྒྱལ་མཁན་རིན་པོ་ཆེ་མཆོག་གིས་དབུས་པའི་ཨ་ནི་བཀའ་བསྒྲགས་འཇུག་དགེ་བའི་བཤེས་གཉེན་རྣམ་པ་དང། ཨ་ནི། རི་ཀློང་དམའ་བའི་ལྷོ་ཉལ་བ་ཡོངས་ལ་ཐོག་མར་དེ་ལ་རྫ་ཞེས་བརྩེ་བའི་མཚང་འབྲུ་དང་བཀྲ་ཤིས་བདེ་ལེགས་ཞེས་བྱ་ཡ་ཡིན། དེ་ནས་ད་དེ་རིང་ངས་རྒྱལ་སྤྱི་དེ་གེ་མོ་བློ་གསལ་ཞི་བའི་གླིང་གི་སྣང་བའི་ཧེ། ཨ་ནི་རྒྱལ་སྤྱི་དེ་ད་ལྟ་ཤེས་རྒྱུད་ལས་གུ་གེ་བ་ལས་བདེན་པ་མཐོང་བའི་གྲོང་ཁྱེར་གྱི་སྟོང་ཉིད་མཐོང་བ་ཅི་ཞིག་བྱ་ཞེས་པའི་སྐད་ཀྱིས། ཨ་མ་མཐའ་འཇུ་བའི་ལུས་ཀྱིས་ཐུན་མོང་དང་ཐུན་མོང་མ་ཡིན་པའི་ཉོན་མོངས་ཀྱི་ཉི་འཛི་དང། ཨ་ནི། ཕྱིས་ཀྱི་དོན་ཚེ་ཉེ་འབྲེལ་ཡིན་མིན་གྱི་སྐོར། ཨ་ནེ་ཐར་བ་ཐོབ་པ་ལ་ཨ་ནེ་ཨ་མའི་ཐར་བ་ལྟ་བ་ཐ་དུས་དེ་རྟོགས་དགོས་མི་དགོས་ཀྱི་སྐོར་ལ། ཨ་ནེ་ལུས་རིགས་ཀྱི་ཁུང་དུ་བཞག་ནས་ཨ་ནེ་སྐྱེ་ཚོང་ཞིག་མཛད་དགོས་ཀྱི་རེད་ཟེར་ནས་དེ་འདྲས་ཤིག་བཀའ་ཕེབས་འདུག་དེ་ཡིན་དུས་ལ་ད་འདི་རྒྱལ་སྤྱི་འདིའི་ཐོག་ལ་ཨ་ནེ་རྩ་བའི་གི་ས་བཅད་བཞི་འདྲ་བོ་ཞིག་ཐོག་ནས་མ་བཤད་ཆོག་ཡེ། ཨ་ནེ་ས་བཅད་བཞི་དེ་ཨ་ནེ་ག་འདྲས་ཤིག་རེད་ཟེར་ན།

མཐའ་འཁྱོལ་བའི་ལུས་ནས་བཤད་པའི་རོ་བརྒྱ་མེད་པའི་སྟོང་པ་ཉིད་རྟོགས་པ་ལ་བགྱིད་པ་མི་འདུག་ཟེར་ནས་དེ་འདྲི་ཞིག་གསུངས་ཡོང་གི་རེད། ད་དེ་ལ་ནི་རོ་ལུས་ཀྱི་ནི་ལན་དེ་ལ་ག་འདྲ་ཡོད་རེད་ཟེར་ན། ད་དང་པོ་དེ་རོ་བརྒྱ་མེད་པར་རྟོགས་པའི་ལམ་དེ་སྲིད་པའི་འཁོར་བ་ལས་གྲོགས་བརྒྱད་ཀྱི་གྲོགས་བརྒྱད་དེ་གྲོགས་བརྒྱད་ཀྱི་ལམ་དེ་བསྒྲིབས་པ་དེ་ལ་ནི་ལུས་ཀྱི་བསྒྲིབས་པ་དང་རིག་པའི་བསྒྲིབས་པ་གཉིས་ཡོང་གི་རེད། དེའི་ནང་ལུགས་ལས་ད་ཐོག་མ་དེ་ལུས་ཀྱི་བསྒྲིབས་པ་དེ་ད་ལྟ་ཤེས་རྒྱུ་རྩ་བ་བྱས་ན།

སྟོང་ཉིད་རྟོགས་པའི་ཤེས་རབ་ཏུ་ཕྲ་བ་ཡིན་ན་བསྟན་པའི་རྩ་བ་ཉི་ཐིག་སྒྲ་བཅོམ་པ་དང་སོར་ཨ་ནི་དན་སྟོང་པའི་དགེ་སློང་ཚེ་ན་སྒྲ་ཨ་ནི་ཉོན་མོངས་སྤོང་པའི་དགེ་སློང་དུ་གཞོག་པར་དཀའ་བ་དག་སྟོང་ཉིད་རྟོགས་པའི་ཤེས་རབ་ཏུ་ཕྲ་བའི་ཕྱིར་ཕྱག་སྟེ་ཨ་ནི་བདེན་ཚིག་དམིགས་པ་བདེན་ཚིག་གི་དམིགས་པ་དང་བཅས་པ་ཡིན་ན་ཨ་ནི་མྱ་ངན་ལས་འདས་པ་ཐོབ་པར་དཀའ་བའི་ཕྱིར་ཟེར་ནས་ཨོ་ད་དི་ཀའི་ཀྱི་སྒྲ་ཡོང་གི་རེད་ཨ་ནི་རིགས་པ་གཉིས་པ་དེ་ལ་བསྙེན་པ་ནས་བཤད་པའི་མི་རྟོག་ཚོགས་བཅུ་དྲུག་གི་ལང་ཚོགས་ཀྱིས་སྒྲ་བཅོམ་པ་ཐོབ་ན་ཉོན་མོངས་པ་ནི་སྙན་བརྗེ་བ་སྤོང་བ་ཚོགས་ཀྱིས་ཀྱང་ཨ་ནི་སྒྲ་བཅོམ་པ་ཐོབ་པར་ཐལ་བ་དེ། འོ་དེ་དེ་འདྲའི་ཤའི་ཐོག་ནས་རིག་པ་གཉིས་པ་དེ་རེད། དེ་ལ་ཤེས་འཇུག་རྩ་བ་སོགས་ནི་ཉོན་མོངས་མེད་ཀྱང་དེ་རྟོགས་ལ་ལས་ཀྱི་ནུས་པ། ཉོན་མོངས་སྤོང་པའི་གྲོགས་ན་དེ་དེ་མ་ཐག་ཏུ་དེ་འགྱུར་རོ། འོ་དེའི་ཐོག་ནས་བཀག་ཡོང་གི་རེད་དེ་ཡིན་དེ་ལ་ཉོན་མོངས་སྤོང་པའི་གྲོགས་ན་དེ་ཟེར། སྔན་མ་གཉིས་ནས་བཤད་པའི་ལང་ཚོ་སྒོམ་པ་ལ་བརྟེན་ནས་སྔན་མ་གཉིས་ནས་བཤད་པའི་ཉོན་མོངས་སྤོང་ཡོང་དེ་ལ་དགྲ་བཅོམ་པའི་འབྲས་བུ་ཐོབ་པ་ཡིན་ན།

ལས་ཀྱི་ནུས་པ་མཐོང་བ་ཡིན་ཟེར་ཡ་དེ་བྱས་ཙང། ད་ད་ལྟ་ང་ཚོ་སྤྱི་སྟོང་ཡིག་གི་ཉིན་མོ་སྤོམ་པའི་གྲོང་ན་ཟེར་ཡ་དེ་ཉིན་མོ་སྤོམ་པ་དེ་ཕྱིར་ཉིན་མོ་སྤོམ་པ་ལ་བཞག་ན་ཁྲོ་བ་ཟེར་དེ་ང་ཚོ་ཁོ་བོའི་གི་དུད་ཁང་ལས་ཁྲོ་བ་ཙང་ལ་བཞག་ཐུག་གི་ཡ་མ་རེད་དེ་བཞག་མ་ཐུག་ཡིན་ཙང་ད་དུད་ཁང་ཐག་ཐག་ལས་ཁྲོ་བ་ཟེར་ཞིག་བཞག་དགོས་པ་ཞིག་ཆགས་ཡོང་གི་འདུག་བ་འོ་ད་དེ་ཅི་རེད། དེ་བྱས་ད་དེ་ལ་རིག་པ་གསུམ་པ་དེ་ལ་ནི་ལས་དགོས་པ་དེ་རེད་རེ་ཤིག་ཉེན་ལས་སྲིད་པ་ནི་མེད་ཅེས་ངེས་པ་ཉིད་ཅེ་ན་ཟེར་དེ།

དེ་ཡིན་ཙང་ངས་དེ་ནོར་ད་བདེན་རྫུན་དེ་འདེབས་པའི་གི་ལུས་གཅིག་ཏུ་བདེན་རྫུན་དེ་མི་འདེབས་པའི་ཕྱོགས་གཉིས་བཤད་ནས། དེ་ལ་བདེན་རྫུན་དེ་འདེབས་ངེས་དེ་གི་ལུས་ཀྱི་འོ་སྐོལ་བའི་ལུང་གི་སྒྲ་དེ་མང་པོ་ཡོད་རེད་དེ་ཡིན་ཙང་ང་ཚོ་ལུས་གཅིག་པོ་ལ་བརྟེན་དེ་ན་ང་ཚོ་ཐག་ཆད་ཟེར་མཁན་ཡོད་མ་རེད་དེ་གཙོ་བོ་གཙོ་བོ་དེ་ང་ཚོ་རིག་པའི་གི་ཐོག་ནས་མ་བརྡར་ཤ་ཞིག་བཅད་ནས་དེ་ནི་ག་འདྲི་ཞིག་བག་ངེས་དུས་རྟགས་གིར་མ་གཏོགས་ལུང་མང་པོ་ཞིག་སྒྲོག་ནས་དེ་བཤད་དེ་ན་ཐག་ཆད་མེད་པ་ཞིག་རེད་ད་མི་བརྗེད་པར་འདེབས་པའི་ལུས་དེ་ཚོ་གོ་ཨ་ནི་ལུས་དེ་ཐོག་མ་མ་ཡིན་པའི་འདེབས་ཕྱོགས་དེ་བདེན་རྫུན་མ་རེད་ལུས་དེ་ཐོག་མ་མ་ཡིན་ཉོན་མོངས་ལས་བདེན་རྫུན་ཡིན་གི་གི་མ་རེད་ཟེར་ངེས་དེ་གི་འོ་སྒྲ་དེ་གི་ལུང་མང་པོ་ཞིག་སྒྲོག་ཡ་ཞིག་ཡོད་རེད།

ངོ་དེ་འདྲས་ཤིག་ཡིན་དེ་ཡིན་དེ་ལ་ད་གོང་ལྟར་ཆོག། དེའི་ཐོག་ནས་དེ་འདྲས་བཟོས་ནས་བདེན་རྩིར་བཞག་ན་དེའི་ཐོག་ནས་ད་དེ་ནས་མ་ད། དེའི་ཙོག་ཤུགས་རྣམས་མ་སྐད་ཆོག་ཡས། དེ་གཅིག་རེད་དེ་ནས་དེ་རྒྱལ་ཡ་སེ་སོགས་ཀྱི་ལུས་དེ་ཐུན་མོང་མ་མ་ཡིན་པའི་ཉོན་མོངས་ངན་འཛག་ཡུལ་དེ་ལ་གཙོ་བོ་བོད་ཀྱི་གཏུམ་མོའི་བདེན་རྩིས་ཀྱི་བར་དྲུང་བའི་ཆ་ནས་ནི་དེ་འདྲས་བཟོས་ངན་རྩིས་བྱས་ཡོད་དུས་མ་གཏོགས།

ཨ་ནེ་ཅིག་ད་ལྟ་རྩོམ་ཤོག་དང་འབྲེལ་ནས་གནང་གི་ཡོད་ན་རྩོམ་ཤོག་དེ་གི་ཤོག་གྲངས་དེ་ཡེ་ནས་གསུངས་རྗེས་འོ་དུ་ཟེ་དྲི་བ་གནང་རོགས་གནང། ཨོ་དེ་ཞུ་ཡ་ཡིན་བྱས་ཙང་ཨ་ནེ། དྲི་བ་གནང་དུས་ད་ང་ཚོ་དགའ་ཚོད་བུ་རེད་མང་པོ་མང་པོ་ཅིག་གསུངས་དེ་ནས་ཨ་ནེ་དྲི་བ་ངོ་བཞི་དེ་ག་རེ་ཡིན་པ་དེ་ཧ་མ་གོ་བ་དེ་སྐྱོན་དེ་ཞེ་དྲག་ལྷག་གི་འདུག་ཨ་དེ་ཡིན་ཙང་དྲི་བ་རྡོག་རྡོག་འདྲ་བོ་བྱས་ནས་ཨ་ནེ་གསུངས་ཡ་དང། ཨེ་ད་ང་རང་གི་དུས་རྒྱུན་གྱི་ཅིག་ལྟ་བ་ཁྱེད་དང་འགྲོགས་བྱས་ན་བཙལ་ས་དྲི་བ་གཅིག་དང་ཡང་གཉིས་པ་གསུམ་པ་ལས་ཟུར་གཉིས་པ་གསུམ་པ་འདྲ་བོ་ཞིག་དྲི་བ་དང་ཡང་ཞིག་ལྟ་བ་དེ་ལ་ཡང་ནས་ཐ་ཅིག་ཏུ་དགག་པ་བྱེད་ཀྱི་ཡོད་དེ་མ་གནང་བ་བྱས་ཡིན་ན་དྲི་བ་དེ་དང་སྦྲེལ་ནས་ལན་གཅིག་རྒྱབ་ཏུ་དེ་རེག་གི་མི་འདུག་ན་དེ་ལ་དྲི་བ་གཉིས་པ་དང་ཡང་གི་གོ་སྐབས་དེ་ཕུལ་གྱི་ཡིན་འོ་དེ་ཞུ་ཡ་ཡིན་དེ་ཡིན་ས་ཚང་མས་ཐུགས་ལ་བཞག་ནས་ནས་དྲི་བ་གནང་རོགས་གནང་ཞུ། ཨོ་ང་དྲུག་བདེ་ལེགས་ད་ལྟ་དེ་ང་དེ་བཀའ་འདྲི་ཞུ་ཡ་དེ། ཡང་ནི་རྒྱན་གྱི་རྩོམ་ཤོས་ལ་ད་ལྟ་ཤོག་གྲངས་སུམ་བརྒྱ་བཅོ་ལྔའི་ནང་ལོགས་ལ་ཡ། ད་ཡང་ནི་རྒྱན་དེའི་ནང་ལོགས་ལ་ཡ། ད་ལྟ་དྲི་བ་དེ་ས་བཅད་ཀྱི་ཐོག་ནས་སུ་རུ་ཆེ་ངེས་དེ། ཨ་འདྲེ།
སུམ་བརྒྱ་བཅོ་ལྔ་བྱས་ས་བཅད་ད་ལྟ་རྒྱན་གྱི་ལུགས་འདི་ཐུན་མོང་མ་ཡིན་པའི་ཉོན་མོངས་ཀྱི་དོན་གཅིག་ཁ་བདེ་ཚན་ལྔ་ཅི་གཉིས་བཞག་ན་བཞག། ག་རེ་ཟེར་ན་གྲངས་གཅིག་གི་ཆ་ནས་བཞག་ཡ་གཅིག་དང་གཉེན་པོའི་ཆ་ནས་བཞག་དང་གཉིས་བཞག་ན་འདོང་བ་འགན། དེ་བྱེད་དུས་ཙམ་པ་ཨ་ནི་རྒྱན་གྱིས་ག་རེ་ཟེར་ན་ལུགས་འདི་ཐུན་མོང་མ་ཡིན་པའི་ཉོན་མོངས་ཀྱི་དོན་བཞག་ཡ་དེ་ལ་ཡ་ཨ་ནི་གཙོ་བོ་དེ་ག་རེ་ཟེར་ན། རང་རྐྱ་འདུལ་བའི་རྫས་ཡོད་དུ་སྒྲུབ་པ་འཛིན་པའི་འཛིན་པས་དངོས་སུ་ཨ་ནི་མ་དྲངས་པར་གཙོ་བོ་རང་ངོ་ནས་སྒྲུབ་པ་འཛིན་པའི་འཛིན་པ་ལྟ་གང་ལུགས་འདིའི་བདག་འཛིན་གྱིས་དངོས་སུ་དྲངས་པས་ཨ་ནི་ཕྱག་རྫོགས་ཉོན་མོངས་གཅིག་ལ་ཡ་ཨ་ནི་འདི་བཞག་གོ་རེ་ཟེར་གཅིག་དང་གཅིག་དེའི་བདག་གཉེན་པོའི་སྒོ་ནས་བཞག་ཡ་དུས་ཙམ་པ་རང་ངོ་ནས་སྒྲུབ་པ་རང་ངོ་ནས་སྒྲུབ་པའི་ལྟུང་བ་གཏོར་བའི་བློས་ཨ་ནི་བློས་ལྟོས་ནས་ཉེས་པ་སྤང་དགོས་ཡ་གི་བདག་ཉོན་མོངས་གཅིག་ལ་དེ་འདྲ་གཅིག་ནི་གསུངས་བཞག་དེ་ཡིན་དུས་རྟ་རྒན་ག་རི་ག་འདི་ཞུ་ཡ་ཟེར་ན། རང་སྐྱ་བཏུལ་བའི་རྫས་ཡོད་དུ་སྒྲུབ་པ་བརྩི་བའི་འཛིན་པ་ལ་ལུགས་འདིས་ཐུན་མོང་མ་ཡིན་པའི་ཉོན་མོངས་ཡིན་དགོས་ཀྱི་ཡོད་དམ་མེད་དང་གཅིག་བྱས། ཨ་ནི་འདི་དགོས་ཀྱི་ཨ་ནི། ཡོད་ན། ཨ་ནི་ག་རེ་རེད་ཟེར་ན་རང་ངོས་ནས་སྒྲུབ་པ་བརྩི་བའི་འཛིན་པས་དངོས་སུ་དྲངས་པས་ཨ་རང་སྐྱ་བཏུལ་བའི་རྫས་ཡོད་དུ་སྒྲུབ་པ་བརྩི་བའི་འཛིན་པ་ཡོད་རེད་ཡོད་མ་རེད་གཅིག་བྱས། གཅིག་ཨ་ནི་ཉོན་མོངས་འདི་ག་རེ་ཟེར་ན་ཨ་ནི། ཁོ་སྤངས་པར་བྱེད་པ་ལ་རྟ་མངོན་གྱུར་བ་སྤངས་པར་བྱེད་པ་ལ་ཨ་ནི་ཁོ་དངོས་སུ་དྲངས་རྗེས་དེ་ལ་ཡར་སྐྱོན་མཐོང་དགོས་ཀྱི་རེད་པས།

ཡིན་ན་ཡང་ད་ང་ཚོ་ལུས་འདི་ཐུན་མོང་མ་བའི་ཉིན་མོ་འགྲོ་སྟངས་ན་དེ་ག་འདྲའི་ཆོ་གས་རེད་ཟེར་ན། བྱས་ཙང། སྒོ་ཟོག་རུ་སྐྱ་དེ་པའི་རྫས་དེ་ཁྲི་པ་འཛིན་པའི་གིས་གཉིས་སུ་གྲོངས་པ་མ་ཡིན་པ་བྱས། སྒོ་ཟོག་རུ་སྐྱ་དེ་རང་གི་མཚན་ཉིད་ཁྲི་པ་འཛིན་པའི་གིས་འཛིན་པའི་གིས་གཉིས་སུ་གྲོངས་པའི་གིས་དེ་ནི་ཆོ་གསུང་ཉིན་མོ་བ་དེ་ཚོ་བྲིས་ཏེ་ཨ་ནི་ལུས་འདི་ཐུན་མོང་མ་བའི་ཉིན་མོ་རེད་ཟེར་ཞེས་པ་ཡིན་ཙང་ད་སྒེར་གྱི་ད་ལྟ་གསོན་ཡ་དེ་ལ། སྒོ་ཟོག་རུ་སྐྱ་དེ་པའི་རྫས་དེ་ཁྲི་པ་འཛིན་པའི་འཛིན་པ་ལ་སྒོ་ཟོག་རང་གི་མཚན་ཉིད་ཁྲི་པ་འཛིན་པའི་འཛིན་པའི་གཉིས་སུ་གྲོངས་པ་ཞེས་ཡ་རེད་པས་ཟེར་ནས་དེ་རྩ་བ་ཉིད་ནས་མ་རེད་སྒོ་ཟོག་རུ་སྐྱ་དེ་པའི་རྫས་དེ་ཁྲི་པ་འཛིན་པའི་འཛིན་པ་དང།

ད་ཡིན་ན་ཡང་དེ་ལུས་འདི་གི་ཐུན་མོང་མ་བའི་ཉིན་མོ་ཆོག་གི་རེད་པས་ཟེར་ན་ཆོག་ཡ་མ་རེད། མི་ཆོག་པའི་རྒྱུ་མཚན་ག་རེད་ཟེར་ན། ལུས་འདི་གི་ཐུན་མོང་མ་བའི་ཉིན་མོ་དེ་ལ་གོང་སོག་རུ་སྐྱ་ཐིག་པའི་རྫས་དེ་གྲུབ་པ་འཛིན་པའི་འཛིན་པའི་གི་མ་བཀྲོངས་བ། དེ་གི་དེ་ལ་མ་བརྟེན་པའི་གོང་སོག་རུང་གི་ཚེའི་གྲུབ་པ་འཛིན་པའི་འཛིན་པའི་གཉིས་སུ་བཀྲོངས་བའི་ཉིན་མོ་ཞིག་ཞོག་གི་གི་རེད། འོ་ད་དེ་རེད། ངས་འདི་ལྟར་གསུངས་འདུག་ཟེར་ཏེ་ངག་གི་རྭར་འཕྲོ་ཟེར་མཁན། ཡིན་ནའི་རྒན་གྱིས་ངས་བཤད་མཐར་རང་སྐྱ་ཐིག་པའི་རྫས་ཡོད་དུས་གྲུབ་པ་འཛིན་པའི་འཛིན་པ་དེ་ལ་རང་ངོ་ནས་གྲུབ་པ་འཛིན་པའི་འཛིན་པའི་དངོས་སུ་བགྲང་ཡ་མེད་པའི་རྒྱུ་མཚན་ཡག་པོ་བཤད་ཟེར་མཁན།

དྲི་བ་གནང་མཁན་ཡང་མ་དྲན་ཞིང་ལ་དྲི་བ་ཅིག་ཞུ་ཆོག་གན་ཡང་འདི་འདི་ལ། གན་གྱི་འདིའི་ནང་ལོ་ལ་འདི་འདྲ་ཞིག་འདུག་ཨ། འདི་འཛིན་དང་ཆགས་པའི་ཞེན་འདུན་ཁས་ལེན་ན་དེ་ལ་སྟངས་འཛིན་གྱི་ཞེན་འདུན་ཁས་ལེན་དགོས་པ་དང་དེ་དང་གང་ཟག་རང་རྐྱ་ཐུབ་པའི་རྫས་ཡོད་ཀྱི་བློ་ཡི་ཞེན་འདུན་ཁས་ལེན་དགོས་པ་སོགས་མི་མཛེས་པ་དུ་མ་ཞིག་ཁས་ལེན་དགོས་པའི་ཉན་པ་དུ་མར་གྱུར་བས་ལུགས་དང་པོ་ཁས་མི་ལེན་ལ་རིགས་ཤེས་ཕྱི་མས་རྗེས་སུ་འབྲང་ངོ། ལ།
དེ་ཡིན་དུས་གན་གྱིས། འདི་འཛིན་དང་མཚུངས་ལྡན་གྱི་འདོད་ཆགས་མེད་པ་འདྲ་ཅིག་གསུང་གི་འདུག་ཨ། ད་ག་རུ་རེད། འདི་འདི་ཡིན་དུས།
ད་བདེན་འཛིན་གྱི་མཚུངས་ལྡན་སུ་ཡང་འདོད་ཆགས་ཡོད་པ་དེ་ད་ང་རང་ཚོ་རྗེས་འབྲང་རྒྱུ་ཆེན་པོའི། བདེན་འཛིན་དུ་ཚུལ་ལྡན་ཟེར་ན་བདེན་འཛིན་དུ་ཚུལ་ལྡན་རྣམ་པ་ལྔ་ཚུལ་གྱི་འདས་ཆོག་ཡ་མ་རྟ། འོ་ད་བདེན་འཛིན་ངོ་བོ་བརྒྱུད་པའི་འདོད་ཆགས། རེད་བ། བདེན་འཛིན་ངོ་བོ་བརྒྱུད་པའི་འདོད་ཆགས་ཡོད་པ་དེ་རྗེས་འབྲང་རྒྱུ་ཆེན་པོའི། དབུ་མ་དགོངས་པ་ར་བཟེར་གྱི་ནག་ལོ་ལ་ཐོག་མཐའ་བར་གསུམ་དུ་མང་པོ་བྱུང་ཡོང་བསྡད་ཀྱི་འདུག་བ། ཨ་ནུ་རྒྱན་གྱིས་དོན་ཚོ་ལུང་དོན་དག་ག་འདྲས་བཤད་གི་ཡོད་དཔེ་ན་ང་རང་ཚོ་འདིར་དྭོ་མ་དགོངས་པ་ར་ཟེར་ཨ་མདའ་འདི་སེམས་སྐྱིད་དང་པོའི་ཁ་ཐུག་འདི་ལ་འགྲེལ་པ་ནས་ཤེས་པའི་རྩོད་སྤང་དང་འགྲེལ་པ་ནས་མ་ཤེས་པའི་རྩོད་སྤང་ཟེར་ཡ་གཉིས་ཀྱི་ཁ་ཐུག་གི་འགྲེལ་པ་ནས་མ་ཤེས་པའི་རྩོད་སྤང་ཁ་ཐུག་འདི་ལ་ག་འདྲས་ཅིག་ཡོད་རེད་ཟེར་བ་ཡིན་ན། འདི་འདྲས་ཅིག་གསུངས་ཡོད་རེད་ཨང། དེས་ན་འདི་ནི་ཆོས་ཀྱི་དབྱིངས་ཉིད་འཕགས་པའི་ཆོས་རྣམས་ཀྱི་རྒྱུ་ཡིན་པ་རྒྱུ་ཡིན་པའི་ཕྱིར་རོ་དེས་ན་རང་བཞིན་དུ་གནས་པའི་རིགས། སྒྲུབ་པའི་རྟེན་ཡིན་ནོ་ཞེས་སྟོན་པར་བྱེད་དོ། ཞེས་དངོས་པོ་དང་དེའི་མཚན་མ་ལ་བདེན་པར་ཞེན་པའི་ཆགས་པས་བཟུང་བ་ལྟར་ཡོད་པ་མིན་པའི་བདེན་སྟོང་ལ་བཤད་དོ། དེ་ཡིན་དུས་དངོས་པོ་དང་དེའི་མཚན་མ་ལ་མངོན་པར་ཞེན་པའི་བདེན་པར་ཞེན་པའི་ཆགས་པ་སེམས་འདོད་ཆགས་བཞག་ཏུ་བ་འདི་འཛིན་ངོར་གྱུར་པའི་འདོད་ཆགས་གཅིག་ཅིང། ད་འདི་ནང་བཞིན་གྱི། ཨ་ལས་ཞུ་བ། ད་ལྟ་མི་དགེ། འོ། འདིའི་ཁ་ཐུག་ལ་མདང་དགོང་ཁ་ཐུག་འདི་ལ་འདི་འདྲའི་གཅིག་ཡོང་གི་འདུག། འོ། གར་ས་གོ་རེ། རྩ་བ་བྱེད་པ་ཡིན་ན་གང་ཅི་བྱེད་པོ་མེད་ཅིང་ལས་མེད་པ་དེ་ཅིས་བདག་གི། དེ་ཅིས་བདག་གི་བདག་མེད་དཔར་ཡོད་མེད་དེ་ཅིས་བདག་དང་བདག་གི་སྟོང་ལྟ་བཞིན་རྣལ་འབྱོར་པ་དེ་རྣམ་པར་གྲོལ་མེད་འགྱུར་བ་སྲིད་ས་གི་དེའི་ཁ་ཐུག་གི་རྩ་བ་དེའི་ཁ་ཐུག་དེ་ལ། གཟུགས་ལ་སོགས་པ་རང་བཞིན་གྱིས་གྲུབ་པ། མ་དམིགས་པ་ན་གཟུགས་ལ་སོགས་པ་རང་བཞིན་གྱིས་གྲུབ་པར་རྟོགས་པའི་ཆགས་སོགས་ཀྱི་ཉོན་མོངས་རྣམས་ཟད་པར་འགྱུར་བས། ཉན་རང་རྣམས་ཡང་ཉན་རང་རྣམས་ཡང་སྲིད་ལེན་པ་མེད་པ་མྱ་ངན་ལས་འདའ་ལ། འདི་ཡིན་དུས་གཟུགས་ལ་སོགས་པ་རང་བཞིན་གྱིས་མ་གྲུབ་པ་རང་བཞིན་གྱིས་གྲུབ་པར་དམིགས་པའི་གཟུགས་ལ་སོགས་པའི་རང་བཞིན་གྱིས་གྲུབ་པར་རྟོག་པའི་ཆགས་སོ་ཟེར། འདི་ཡིན་དུས་འདོད་ཆགས་ངོར་གྱུར་པའི་འདི་གར་ས་འདི་འཛིན་ཡིན་མཁན་གྱི་འདོད་ཆགས་འདི་འདྲའི་སྤྱིའི་དོན་འདི་ཀྱི་འདུག།

རེད། བཞི་བརྒྱ་པའི་འགྲོ་བ་དང་ལ་ཨ་འདི་ག་རེ། ཕྱག་སོར་ནི་གཏི་མུག་གི་བཏགས་པའི་དངོས་པོའི་རང་བཞིན་ཁོ་ན་ལ་ཟེར་རྒྱུ་རེད། འོ་དེ་ལས་འགྲོ་བ་བརྒྱ་དགོས་རེད། དེ་བརྒྱབ་དུས་ཨེ་ནི་དེ་གིས་ཨེ་ནི། ཨེ་ནི། གར་ཆག། གཏི་མུག་གི་བཏགས་པའི་བདེ་འགྲོ་ཁོ་ན་ཕྱག་སོར་གྱི་དམིགས་པ་སྟོན་པ་མིན་ཟེར་དུས་ད་ཅིག་སྟོན་སྟོན་གི་རེད་དེ་དམིགས་པ་སྟོན་གི་མ་རེད་དེ་གསུང་གི་རེད། ཨོ་ད་དེ་ག་ལ་དགོས་ད། ད་དེ་ད་ག་རུ་རེ་བ་དགེ། ད་དེ་ཏོ་ལེ་ལ་འོ་རེད། དེ་ཆགས་སོགས་ཀྱི་ཡུལ་ཡིན་པ་སྟོན་དགོས་རེ་བ། རེད་དེ་དམིགས་པ་སྟོན་པ་མ་རེད་ཨོ་དེ་སོང་དགོས་རེ་བ། རེད།
ཨོ་ཡ་ད་དེ་ག་རང་གི་ད་ག་ལ་དགོས་དམིགས་པ་སྟོན་པ་མ་རེད་ཡུལ་སྟོན་པ་རེད་ཟེར་དུས་ད་འཛིན་སྟངས་མ་གཏོགས་འགྲོ་ས་མི་འདུག་ཨ། ཨོ་དེ་གཅིག་ཤི་རེ་བ། མ་རེད་ད་ག་ནའི་དེ་སྐོ་དེ་སྐོ་ཨ་ད་རྒན་ཁྱོད་རང་གི་དེ་རྒྱ་བ་དགེ་འདུན་རྒྱ་མཚོ་གི་གཞུང་གཅིག་དྲངས་ཤག་དེ་འོ་དེ་ནི་གཞུང་དེ་ན་ག་རེ་ཡོད་ཚོད། འདོད་ཆགས་དང།

རྒན་གྲོ་བོ་ཆོས་ཞུ་བ་བརྒྱད་རྒན་གྱིས་འདི་རེ་བཞག་ང་ཚོ་གསུང་ཆོས་ནག་ལོ་ལས་མཆེད་པ་ཡིན་ན་ནང་པའི་སྒོ་ནས་མི་འཇུག་པར་འདྲེན་བཤད་དགུ་ཡི་སྒོ་ནས་རྒྱུ་ཡི་སྒོ་ནས་བཞག་པ་ཆེས་གསལ་ཞིང་བདེན་གསུང་ཡིག་ཆ་དག་ལས་ཀྱང་ཀུན་འབྱུང་ལ་ཕྲ་རགས་འབྱེད་པའི་ཚེ་འདྲེན་བཤད་རྒྱུ་ཡི་སྒོ་ནས་ཤེས་བ་ཙམ་ལས་བདེན་ཚིག་ནང་པའི་སྒོ་ནས་བཞག་པ་གཏན་ནས་མེད་པའི་ཕྱིར་གསུང་བཞག་མཁན་གྱི་བྱེ་ད་རྒན་གྱིས་བདེན་གསུང་ཡིག་ཆ་དག་ལས་ཀུན་འབྱུང་ལ་ཡ་ཐ་ར་འཇལ་བ་དེ་མགྲིན་གཅིག་རྒྱུད་ཡི་སྒོ་ནས་བཞག་པ་རེད་གསུངས་ཡོང་དུས་དཔེར་ན་དཔེ་ཆའི་སྣ་འདྲ་བར་གྱི་ཡིག་ཆ་གཅིག་པ་ཡིན་ན་སྤྱི་མཐུན་ནང་ལོགས་ལ་ད་འགོག་ལངས་གཉིས་ཀྱི་རྣམ་པ་དེ་བཞག་སྟངས་སྤྱི་པ་ཡིག་ཆ་ཚང་མ་སྤྱི་པར་འགྲོ་གི་འདུག་བ་ད་སྡུག་ཀུན་གཉིས་ཀྱི་རྣམ་པ་ལ་བཞག་འོང་དུས་སྡུག་ཀུན་གཉིས་ཀྱི་རྣམ་པ་ལ་ཡང་བདེན་པར་མེད་པའི་ཁྱད་པར་དུ་བྱས་ནས་བཞག་དགོས་སོ་ཟེར་ནས་ད་ཡིག་ཆ་གི་གསུང་ཁ་གསལ་ཞུས་དུས་ཡོད་རེད།

ལས་ས་ནི་ལས་དང་ཉུལ་མོ་དེའི་དབང་གིས་བྱུང་བའི་སྣང་མི་རྟག་སྡུག་བསྔལ་གྱི་ཕུང་པོ་འདི་ལ་ཡང་ཕུང་པོ་འདི་ལས་སྡུག་བསྔལ་བདེན་པ་ཕྲ་མོ་ལ་བཞག། ད་དེ་ལགས་པ་ཡིན་ན་སྡུག་བསྔལ་བདེན་པ་ཕྲ་མོ་དེ་འདྲའི་ཅི་ལས་རྒྱུ་ཡི་འབྲིང་ཆའི་ཐུགས་ནས་བཞག་པ་ཡིན་ན། དེ་འདྲའི་གི་རང་ངོ་ནས་གྲུབ་པ་འཛིན་མི་འཛིན་པ་དང་ལས་དེ་གཉིས་ཀྱི་གཞན་དབང་དུ་སྤྱོད་པའི་ཕུང་པོ་ད་ལྟ་ང་ཏིལ་འབྲི་ཚར་གྱིས་བཙོས་པའི་མི་ཡི་ཕུང་པོ་ལ་བཞག་པ་ཡིན་ན་ཕུང་པོ་འགའ་བཞག་དགོས་རུང་བ། ཕུང་པོ་འགའ་བཞག་དགོས་ན་གཟུགས་ཀྱི་ཕུང་པོ་ཡོད་རུང་བ། གཟུགས་ཀྱི་ཕུང་པོ་ཡོད་ན་དེ་འདྲའི་གཟུགས་ཀྱི་ཕུང་པོ་དེ་ལ་རྐང་པ་ལག་པ་ཡོད་སྲིད་དགོས་ཇི་དགར་བ།

གཟུགས་གཟུགས་རང་བཞིན་གྱིས་སྤྲོས་པ་རྟོགས་པས་རྟོགས་ཟིན་ཏེ་དེའི་ཡུལ་འཇུག་སམ་མི་འཇུག་གི་རྟོགས་དེར་བདག། གཟུགས་གཟུགས་རང་བཞིན་གྱིས་སྤྲོས་པ་རྟོགས་པའི་ཆ་སོ་ཟེར། བདག་དགེ་བ་རང་བཞིན་གྱིས་སྤྲོས་པ་དགའ་བའི་ཁ་དོག་དེ་ལ་རྗེ་བཙུན་ཁ་བ་ཅན་བའི་དགོངས་པ་ར་སའི་གི་ནང་ལ། གཟུགས་གཟུགས་ཀྱི་ཕྱིའི་རང་བཞིན་གྱིས་སྤྲོས་པ་རྟོགས་པའི་ཆ་སོ་ཟེར་བདག་དགེ་བ་རང་བཞིན་གྱིས་སྤྲོས་པ་དགའ་བའི་ཁ་དོག་དེ་ལ།

རྒན་རབས་ཡག་མ་རིན་ཆེན་ད་ལྟ་སྔོན་པོ་ནས་བཤད་པའི་ཉོན་མོངས་དང་ལུགས་དེ་ཐུན་མོང་མ་ཡིན་པའི་ཉོན་མོངས་ཟེར་ནས་སྒྲ་གང་ཟག་རང་རྒྱུད་ཐོས་པའི་རྫས་ཡོད་དྲངས་པའི་ཉོན་མོངས་དང། ཨ་ནི་རང་ངོ་ནས་འཁྲུལ་པའི་འཁྲུལ་པར་འཛིན་པའི་འཛིན་པ་ཕྲ་མོས་དྲངས་པའི་ཉོན་མོངས་ང་རང་ཚོའི་རྒྱུད་ལ་སོ་སོ་ནས་སྐྱེ་གི་ཡོད་པ་དེ་རྒྱན་གྱི་གདུགས་ཅན་དཔེ་ཆའི་གོ་བ་གི་ཐོག་ནས་གསལ་པོ་ཅིག་གསུང་ཐུབ་ས་རེད་བས་སོ་ལྟས་ཅིག་དྲི་བ་ཞིག་འཕྱུ་ཡ་ཡིན།

ད་ཡིན་ན་ཡང་ད་ལྟ་ངས་ཉོན་མོངས་སྐྱེས་ཡོང་དུས་ལ་ད་ད་ནི་གལ་གི་སུ་ཡང་དེ་ལ་ཨ་ནི་ཅི་ག་རེ་ཟེར་གི་རེད། གོ་ཟོག་རང་གི་མཚན་ཉིད་ཕྲ་བར་འཛིན་པའི་འཛིན་པའི་གི་བག་དམིགས་པ་དེ་ལ་བག་གཉིས་སུ་གྲོལ་ནས་ཨ་ནི་ཁྱོ་སོགས་དེ་འདྲའི་གི་འདྲེ་གི་ཡ་བ་དེ་དེ་འདྲའི་གི་སོ་སོ་གི་ཉོ་ཚོགས་ཐོག་ནས་དེ་འདྲའི་ཡོང་གི་འདུག་བས་ཟེར་གི་ཡ་ར་བ། དེ་ཡིན་དུས་ལ་བྱས་ཙང་ང་ཚོ་ལ་ཁྱོ་སོགས་ཉོན་མོངས་ག་འདྲས་ཅིག་བཤད་ན་ཡང། བུ་གི་ཅི་ཡིད་ཁོ་རང་གི་ངུས་ནས་ཚོད་ལ།

ད་གང་འདོད་ཡ་ནི་རང་བཞིན་གྲུབ་པ་འཛིན་པའི་འཛིན་དཔེ་གྱི་ངོ་བོ་བརྗོད་པའི་གི་ཆ་སུ་ཉོན་མོངས་མི་འདུག་ཟེར་ཡ་ནི་དེ་འདྲས་གསུངས་སོ་ར་བ། དེ་ཡིན་ན་ད་ནི་ལུགས་འདི་ཐུན་མོང་མ་ཡིན་པའི་འདུས་བྱ་ཟེར་ཡ་དེ། ཅི་སྤྱད་རང་བཞིན་གྲུབ་པ་འཛིན་པའི་འཛིན་པའི་ཆ་ནས་བཞག་པ་མ་གཏོགས་རང་གི་སྨིན་སྣང་དེ་ལ། མངོན་པ་ནས་ཤེས་པའི་ཉོན་མོངས་དང་སྨིན་སྣང་གཅིག་པ་ཡིན་པ་ཡིན་ན། མངོན་པ་ནས་ཤེས་པའི་ཉོན་འདུས་བྱ་དེ་དང་བུམ་པ་ལ་དམིགས་པའི་མངོན་པ་ནས་ཤེས་པའི་འདུས་བྱ་དེ་དང་ལུགས་འདི་ཐུན་མོང་མ་ཡིན་པའི་བུམ་པ་ལ་དམིགས་པའི་འདུས་བྱ་གཉིས་པ་དེ་སྨིན་སྣང་གཅིག་པར་བས། འཛིན་སྟངས།

ལུས་འདི་ཐུན་མོང་མ་ཡིན་པའི་གི་ཉོན་མོངས་བདེ་མཆོག་དེ་དང། ཨ་ནི་དེ་གཉིས་ཀ་བདེན་ཚིག་མ་ཡིན་པ་གཅིག་པ་ཡིན་ན། བདེན་ཚིག་མ་ཡིན་པ་གཅིག་པ་ཡིན་ན་འདི་དག་གཅིག་པ་ཆགས་འགྲོ་གི་འདུག། བདེན་པ་གཉིས་ནས་ཤེས་པའི་གི་བདེ་མཆོག་དེ་གི་བར་ངན་ཅིག་དང་བར་བཀག་དེ་ལ་ཨ་ནི་ཐུན་མོང་མ་ཡིན་པའི་ཉོན་མོངས་བདེ་མཆོག་དེ་བཀག་ཐུག་གི་རེད་པས་ཐུག་རྩ་བ་གཉིས་ནས་བཀག་ཐུག་གི་མ་རེད་བ། བཀག་ཐུག་བཀག་ཐུག་དང་ག་རེ་བྱེད་ཟེར་ན་འདི་དག་གཅིག་པ་ཆགས་འགྲོ་གི་འདུག་འདི་དག་གཞན་ཡུལ། བདེ་མཆོག་གཉིས་དེ་རོ་ཡི་ལ་ཡིད་དུ་འོང་བ་དེ་འདྲའི་གི་བའི་སྒྲོ་རྟོག་པ་ཟེར་ན་འདྲ་ཡིད་དུ་འོང་བ་བདེ་བའི་རྣམ་པ་ཅན་པ་ཙམ་དུ་མཚོན་པ་རེད། ཡིན་ན་ཡང།

ལ་སོགས་དགེ་བཤེས་གཉེན་ཆེན་པོ་ལ་བཀྲ་ཤིས་བདེ་ལེགས་ཞུ་གཙང་ཤོག་དེ་ཧ་ཅང་ཞེ་དྲག་གི་སྦྱིག་པོ་དང་ཞེ་དྲག་ཡག་པོ་གནང་བཞག་ད་ང་ལ་དྲི་བ་གར་འདུག་ཟེར་ན་ད་ལྟ་དོན་གཅོད་ལུགས་ཞིག་ཆགས་བྱས་ན་བདེན་བཞི་ཕྲག་རག་སྐོར་ལས་འགན་ཏིག་ཚིག་ཅིག་གསུང་བཞག་དེ་འདྲའི་ཡིན་ཙང་ད་ད་ལྟ་འགན་གི་དེ་གསུང་བ་ནང་གི་བྱས་པ་ཡིན་ན་འདུས་བྱས་ཐམས་ཅད་ལ་ཕྲག་རག་གཉིས་གཉིས་འཇོག་ཐུག་གི་རེད་ཐུག་གི་མ་རེད་ཟེར་ཏེ་ཞུ་བ་ཡིན།